འཛམ་གླིང་ཆེན་པོ་སོ་སོ་ན་ཤར་ཨེ་ཤ་ཡའི་ཡོངས་རྫོགས་བོད་ཀྱི་ཁྱབ་གི་ཡོད་པའི་ཟུར་གྱི་འདུག་འོ་དེ་ཡིན་ཡིན་དུས་ད་ད་འདའི་མི་འདི་ཡིན་ང་རུ་བརྩེ་སེམས་ཡིན་ན་འཛམ་གླིང་ཆེན་པོའི་ཁོང་ལ་སྦྱར་བ་ཡིན་ན་ནི་ད་འདའ་འདི་ལྕམ་སྲིའི་གནས་དེ་འདི་རེད། ལིའུའི་ཆོས་ཀྱི་ཕོ་བྲང་མར་འདའ་བའི་བཀའ་ཉན་གཤིན་རྗེ་གཤེད་ཀྱི་བཀའ་སྡོད་ཟེར་ནས་ལིའུའི་ཆོས་ཀྱི་ཕོ་བྲང་ལི་ཡུའུ་ལུང་པ་དེ་ལ་དེ་འདའ་བ་ཅི་ལ་ང་རུ་བརྩེ་འདི་འདྲ་བྱེད་གི་ཡོད་རེད་བྲག་དམར་པོ་ཆུང་འདི་འདྲའི་ཕོ་བྲང་ནས་ཟིན་བྲག་དམར་པོ་གཅིག་གི་སྐད་ཆ་བྱེད་གི་ཡོད་རེད།

ཨེ་ནུ། འདོན་མཆོག་ལྷ་དྲུག་ཅུ་རྩ་གཉིས་འདི་ལུས་ལ་བཀོད་སྟངས་འདི་ཨེ་ནུ་ཁ་གསལ་བོ་བྱུང་མ་སོང། གོང་གོང་ཅིག་འཁོར་ཡག་ཅིག་རེད་བ། དེ་འདྲས་ཡིན་དུས་དེ་ཅིག་ཞུས་ན། ཨ་རེ་དང་པོ་ལྷ་བསོད་བདུན།

མི་ཤེས་པའི་ཐིག་ལེ་གཅིག་ཡོད་པར་བྱས། མི་ཤེས་པའི་ཐིག་ལེ་དེ་ཨེ་ནི་ཁམས་དཀར་ནག་གི་ངོ་བོ་དེ་ཧཱུྃ་ཡིག་ཏུ་གྱུར་ནས་དེ་བདེ་མཆོག་ཡབ་ལ་བསྐྱེད། ཨེ་ནི་ལྟེ་བའི་ཁ་ཐུག་དེ་ལ་ཨེ་ནི། ད་ཐིག་ལེ་སྲེག་ཅིང་ཐ་སྙད་ལྟ་བུ་དུ་ཡིན་རྒྱུ་ཨེ་ནི་ཨ་ཐུང་ཤེས་ཀྱི་རྣམ་པར་འཕྲུལ་པའི་རང་བཞིན་དམར་པོ་གཅིག་བྱས་བདུད་མོའི་རང་བཞིན་དམར་པོ་གཅིག་བྱས་དེ་རྣལ་འབྱོར་མ་བསྐྱེད་རྡོ་རྗེ་ཕག་མོ་ལ་བསྐྱེད། དེ་དེ་འདྲ་བའི་རྡོ་རྗེ་ཕག་མོ་དེ་སྙིང་ག་ལ་ཡ་དེ་དྲངས། དཔལ་ནས་ཕན་ཚུན་མཉམ་པར་སྦྱར་ནས། གཙོ་བོ་བདེ་མཆོག་ཡབ་ཡུམ་དེའི་ཆས། ལ་བདེ་མཆོག་ཡབ་ཡུམ། ལྷ་ལྷ་དྲུག་ཅུ་རྩ་གཉིས་ཞེས་པའི་ལྷ་གཉིས་ཏེ་དེའི་འགྲོ། ད་དེ་ནས། སྙིང་གའི་ཕྱོགས་བཞིའི་རྩ་འདབ་སྙིང་ག་ལ་རྩ་འདབ་བརྒྱད་ཡོད་པའི་ཕྱོགས་བཞིའི་རྩ་འདབ་ཀྱི། རྩ་དེ་ཡི་ད་རྩ་འདབ་པའི་དྲི་མ་ཇི་བཞིན་བསྒོམ་མོ་འོ་བྱད་དབང། རྩ་དེ་ཡི་ད་འཁོར་ཆ་ཤས་སོར་གང་ཙམ་མམ་ད་དེ་འབྲས་གཅིག་གྲོ་སོ་ཙམ་ཐུང་ཐུང་གཅིག་གིས་ད་ནི་ད་ཉེར་ལེན་གྱི་རྒྱུ་བྱས་འོ་རེ་ནི་ཏས་ལྔའི་གྲགས་སུ་ནི་ཏས་ལྔའི་གྲགས་སུ་ད་ད་བརྒྱ་བྱིན་གྱིས་བརྒྱ་གོ་བྱས་སོ།

དེ་ནི་ཆུང་ཆུང་མ་རེད་པད་མ་འདབ་བརྒྱད་ཆེན་པོ་རེད། ཧོ། ཞྭ་ཡལ་གང་ལ་ཡལ། དེ་ནི། ཧོ། ཤར་གྱི་རྩིག་པའི་མཐའ་ནས་ནུབ་ཀྱི་རྩིག་པའི་མཐའ་བར་དུ་སྒོ་ཚད་བརྒྱད་ཡོད་རེད། སྒོ་ཚད་བརྒྱད་ཡོད་པའི་ནང་གི་ཨེ་ནི། ལྟེ་བ། པད་མའི་ལྟེ་བ་དེ་ལ་སྒོ་ཚད་གཉིས་བྱས། དེ་ནས་དེ་ལྟར་དེ་ཚད་དེ་ཞུས་ཏེ་མོ་བ་ཅག་ཨེ་ན་གང་ལྟར་ཕྱག་ཕྲེང་གཉིས་ཀྱིས་འཛམ་དེ་ནས་བརྩིགས་པ་ནི་ཕྱག་ཕྲེང་གཉིས་ཀྱིས་འཛམ་དེ་ནས་པདྨ་འདབ་བརྒྱད་ཆེན་པོ་གཅིག་ཡོད་དེ་བ་དང་དེ་འབྲུ་གཅིག་གི་ཆེན་པོ་གཅིག་ཡོད་དེ་བ་དེའི་དབུས་ཀྱིས་ཨེ་ནས་དང་སྒོ་ཚད་གཉིས་ཀྱི་ས་ཆ་དེའི་ནང་དེ་ལ་ཡ་ཨེ་ནས་ཉི་མའི་དཀྱིལ་འཁོར་བ་དེའི་སྒང་དེ་ལ་ཡ་ཨེ་ནས་རང་ཉིད་ཧེ་རུ་ཀ་ཡབ་ཡུམ་ཨེ་ནས་རྒྱ་སྐྱེགས་བསྡད་པ་ཨེ་ནས་འདུག་སོ་ག་མཇལ་བ་ཡིན་ན་དེ་ནས་གཞལ་ཡས་ཁང་དེའི་ནང་ལ་ལྷ་ཡབ་ཡུམ་ཧེ་རུ་ཀ་ཡབ་ཡུམ་མ་གཏོགས་གཞན་དག་ཁ་ཁད་མེད་དེ་ཉིད་འཁོར་རབ་ཏུ་འདྲི་ཁ་ཁད་མེད་དེ་ཉིད་དེ་འདྲི་བྱེད་ཡིད་ཡིན་པར་བྱས། ད་དེ་འདྲ་བས་ཀྱི་ཧེ་རུ་ཀ་ཡབ་ཡུམ་དེ་ཀྱི་བཞུགས་སྟངས་ཀྱི་དང་སྐུའི་དབྱིབས་ཀྱི་དེ་འདྲའི་ཀྱི། ཞབས་ཀྱི་བཞུགས་སྟངས་ཀྱི། ཟླ་གམ་གྱི་ཚོས་དེ་ཀྱི་འོད་ཟེར་ཅིག་མ་ཆད་ནས། ཟླ་གམ་དེ་ལས་འོད་ཟེར་ཅིག་ཆད་ནས། འོག་གཞི་རླུང་གི་དཀྱིལ་འཁོར་ལ་ཕོག།

ལུས་དཀྱིལ་གྱི་མིག་གི་སེར་ཚིལ་སོ་སོ་མངོན་ཆགས། ད་ལྟེ་ནས་ལྟོ་བ་ཟླུམ་པོ་ཡོད་བདེ་བའི་ལྡེམ་ཕྱོགས་ཀྱི་ད་ར་ཉིལ་ལྷ་བུ་སེར་བདེ་བའི་ལྟོ་བ་ཟླུམ་པོ་ཡོད་བ་དེ་ལས་འོད་ཟེར་དཀར་པོ་ཨེ་ནེམ། ཅིག་བར་གཅིག་འཕྲོས་དེའི་ཆ་ཤས་ཀྱི་བར་འཕྲོས་སྟབས་ཆ་ཤས་འོད་ཟེར་གྱི་རང་བཞིན་ཅན་གྱི་བར་འཕྲོས། ཆུ་དཀྱིལ་ལ་ཕོག་ཆུ་དཀྱིལ་ཟླུམ་པོ་དེ་ལུས་དཀྱིལ་དུ་གྱུར། ད་དེ་ནས་སྙིང་གའི་ཁ་ཐུང་གི་གྲངས་དངོས་གྲུ་བཞི་དེ། སྐུ་གསུང་ཐུགས་བཞི་ཡི་ཆོས་ཚུལ་དེ་ཨེ་ནི་འོད་ཟེར་གྱི་ཚོགས་ཀྱིས་མར་བྱས་ཀྱི་དེའི་ཆ་ཤས་དེ་ཨེ་ནི་ས་དཀྱིལ་ལས་མར་བྱས་ཀྱི་ཡུན་དུ་ཨེ་ནི་ས་ཡི་དཀྱིལ་འཁོར་དུ་ལུས་ཀྱི་དུས་འགྱུར་བའོ། རང་གི་ལུས་ཀྱི་ཆ་ཤས་དེ་དང་དེ་ཨེ་ནི་ཉེར་ལེན་བཅས་སྔ་མའི་ལྷན་ཅིག་བྱེད་རྐྱེན་བྱས་པ་ལ་བརྟེན་ནས་འོ་དེ་བྱས་ཨེ་ནི་ད་སྐུ་གསུང་གི་གཞུང་བཞིན་དགེ་ཚིག་ཅིག་འགུར་བའོ། དགེ་ཚིག་དེ་ལས་ཨེ་ནི་འོད་ཟེར་གྱི་ཚོགས་མ་བྱུང། དེ་ནས་རི་རབ་ཏུ་གྱུར། འབྱུང་བཞིའི་དཀྱིལ་འཁོར་དང་རི་རབ་བཅས། ད་དེ་ནས་སྤྱི་བོའི་རྩ་འཁོར་རྩ་འདབ་སུམ་ཅུ་སོ་གཉིས་ཡུམ་རབ་ལྡེམ་མཆོག་ཡིན་ན་ཡང་ནི་གང་ལྟར་རང་གི་དངོས་ཡོད་ཀྱི་ལུས་དེ་ནི་རྩ་སྟོང་ཕྲག་བདུན་ཅུ་དོན་སྙིང་གི་གནད་ཅིག་ཆགས་ཏེ་ཡོད་རེད་བའོ། དེ་འདྲ་ཡིན་དུས་སྤྱི་བོའི་རྩ་འདབ་སོ་གཉིས་དེ་ལས་ཁོ་འོད་ཟེར་གྱི་ཚོགས་གཅིག་ཕར་འཕྲོས། ཨ་ནི། རི་རབ་ཀྱི་རྩེ་ནས་ཡོལ་འདེབས་པའི་གིས། ད་ལྟ་སྣ་ཚོགས་པད་མ་འདབ་མ་དྲུག་ཅུ་རིམ་བཞི་པ་འདི་ལ་ཨེ་ནི། བ་ཐིམ་རོ་བསྡུས་ཨེ་ནི། དེ་འདྲའི་པད་མ་འདབ་མ་དྲུག་ཅུ་རིམ་བཞི་དེ་ལུས་དཀྱིལ་ལ་བྱ། ད་དེ་ཡིས་ད་གར་བྱས་སུ་ཟིན་ན།

ལྟར་ལུས་ཁོ་རང་སྐུ་གཟུགས་གྲུ་བཞི་དེ་ལས་འདེགས་འཇོག་གི་ལུས་སྐུ་གཟུགས་གྲུ་བཞི་དེ་ལས་ཨེ་ནུ། མདུན་གྱི་དེ་ཤར་གྱི་གཞལ་ཡས་ཁང་གི་རྩིག་པ་ལ་སོགས་པ་ཆ་ཚང་ཨེ་ནུ། དེ་བཞིན་དུ་བྱང་དང་ནུབ་དང་ལྷོ་དེ་གའི་དེ་སྐུ་གཟུགས་ཀྱི་གཡོན་རྒྱབ་མདུན་གཡས་འོག་དེ་གའི་དེ་ཚང་མ་ལས་ཨེ་ནུ་བ་ཆ་ཤས་ཆད་ནས་ཨེ་ནུ། གཞལ་ཡས་ཁང་སྣ་ཚོགས་རྡོ་རྗེ་གཞལ་ཡས་ཁང་དང་བཅས་པའི་འོག་དེ་གའི་དེ་ཨེ་ནུ་སྤྲོས་པ་སྟེ། ལུས་རགས་པ་ཨེ་ནུ་སྟན་གཞལ་ཡས་ཁང་གདན་དང་བཅས་པའི་བསྐྱེད་པ་བསལ་ཏེ་ཐ་དད་སྤྲོས་པ་བྱས། ད་དེ་ནས་ལུས་ཕྲ་བ་བསྟན་པ་ལྷ་ཡི་འཁོར་ལོ་ཟས་དེ་ལ་ད་གིན་ངའི་ཞུན་མ་དག་པ་ཨེ་ནི་སྙིང་མཁས་ཀྱི་ཨེ་ནི། ཐོག་མར་ཆགས་པའི་གི་མི་ཤིགས་པའི་ཐིག་ལེ་དེ་སྙིང་ཁའི་དབུས་ཀྱི་མི་ཤིགས་པའི་ཐིག་ལེ་དེ་ཨེ་ནི། ཉེར་ལེན་གྱི་རྒྱུ་བྱེད་ཨེ་ནི། དེ་ལས་ཡར་ཨེ་ནི་ཧཱུྃ་ཡིག་ལྷན་ཅིག་བྱེད་རྐྱེན་བྱེད་པ་ལ་བརྟེན་ནས་ཨེ་ནི་བདེ་མཆོག། དེ་ནས་ལྟེ་བའི་དམར་ཆ་དེའི་སྟུག་ཆུ་དྲོད་ཀྱི་རང་བཞིན་ཁྲག་གི་རང་བཞིན་དེ་ཨ་ཐུང་གཤེད་ཀྱི་རྣམ་པ་དེ་གོ། ཨ་ཐུང་གཤེད་ཀྱི་རྣམ་པ་དེ་ལྷན་ཅིག་བྱེད་མཁན་བཅས་དྲོད་ཀྱི་རང་བཞིན་ཁྲག་དེ་ཉེར་ལེན་གྱི་རྒྱུ་བཅས་དེ་ལ་བརྟེན་རྡོ་རྗེ་ཕག་མོ་དེ་ཡར་སྤྱན་དྲངས་ནས་ཧེ་རུ་ཀ་ཡབ་ཡུམ་གཉིས་ཀ་ལ་མཉམ་པར་སྦྱར་བ་སྟེ་བདེ་མཆོག་གི་ལྷ་དྲུག་ཅུ་རྩ་གཉིས་ཀྱི་ནང་གི་ལྟ་གཉིས་དེ་དེ་ཆགས་གཙོ་བོ་ཡབ་ཡུམ་གཉིས་དེ་དེ་ཆགས།

ད་དེ་ནས་ཟུར་གྱི་དཔེ་ནི་མཚམས་ཤིག་གི་རྩ་འདབ་བཞི་དེ་ཉེར་ལེན་གྱི་རྒྱུ་བྱས་ནས་དེའི་ཁམས་དང་ངོ་བོ་དབྱེར་མེད་ལས་དཔེ་ནི་ད་ལྟ་འདི་ལྷན་ཅིག་བྱེད་རྐྱེན་ལམ་མམ་སྤམ་རྟེན་ཡིན་ན་རེ་གཏམ་ཡིན་ན་རེ་འོ་དེ་ཡི་ད་ལྷན་ཅིག་བྱེད་རྐྱེན་བྱས་པ་ལ་བརྟེན་ནས་དཔེ་ནི་ཐོས་པ་བཞི་དེ་བྱས་འོ།

དེ་ཚོ་ལྷ་དྲུག་ཅུ་རྩ་གཉིས་ཀྱི་ནང་ནས་གཙོ་བོ་ཡབ་ཡུམ་བཅས་སྙིང་པོ་རྣལ་འབྱོར་མ་བཞི་བཅས་བཞི་གང་གཉིས་སྐྱབས་ལྟར་ལྷ་དྲུག་ལུས་དཀྱིལ་གྱི་ལྷ་དེ་སྙིང་གའི་དབུས་ལྟར་ལ་རུ་རུ་བྱས་ནས་ཡོད་བསྡད་པ་ཀོ། འཇིགས་འཇིགས་སྙིང་གའི་རྩ་འདབ་བརྒྱད་དེ་འདི་ཡིན་དཱ་འདི་ཡིན་དཱ་ཟེར་ནས་པའི་རྩ་འདབ་བཀོད་དེ་མི་གོ་བ་ཨོ། དང་དོན་ལ་དེ་དང་དེའི་རྩ་དེ་དང་དེའི་ངོ་བོ་དབྱེར་མེད་ཀྱི་ལྷ་ཡིན་བསམ་པ་བཅས་ཀྱི། རྩ་དབུ་མའི་ནང་དུ་ལས་ཚུལ་འབྲེལ་བ་གཅིག་སྒོམ་དགོས་ཀྱི་ཡོད་རེད་དེ་རྩ་དབུ་མ་དངོས་སུ་གསལ་བཏབ་པ་མེད་པ་ཡིན་ཙང་ཨ་ནེ་གཙོ་བོ་ཡན་ཡུང་དང་སྙིང་པོ་རྣལ་འབྱོར་མ་བཞི་དང་ཐོད་པ་བཞི་དང་བཅས་པ་དེ་རུག་རུག་བྱེད་ཀྱི་སྙིང་གའི་དབུས་དེ་ལ་ཨེ་ནེ་ཡོད་ཡོད་བསྡད་པ་གཅིག་སྒོམ་དེ་དེ་བར་དུ་བྱས་ནས་ཨ་ལེ་ངན་ན་སྔ་མ་དེ་བསྒྱུར་བ་ན་ཞུགས་མིན་འགྲོ།
འདི་ལྟར་དུག་ཏུ་བསྲེགས་ཀྱི་དུག་ཐིག་ལེ་མི་བསྡུས་པ་ལྟ་བུ་སྲོག་ཏུ་འདོད།

ངས་ནི་ས་ཆ་དེའི་ངལ་བའི་ཚེ་ལྟར་ཏེ་རགས་པ་མ་ཡིན་པ་ཨེ་ནི། དེའི་ནང་ལ་ཡོད་པའི་རྩ་སྟོང་ཕྲག་བདུན་ཅུ་དོན་གཉིས་ཀྱི་ནང་ནས་དང། དོན་དེ་བུ་གའི་སྙིང་ཁའི་ནང་ནས་ཐུགས་ཀྱི་རྩ་བརྒྱད། སྐུ་ཡི་རྩ་བརྒྱད་གསུང་གི་རྩ་བརྒྱད་སྐུ་གསུང་ཐུགས་ཀྱི་རྩ། ཨེ་ནི། བརྒྱད་བརྒྱད་ཀྱིས་བརྒྱད་གསུམ་ཉི་ཤུ་རྩ་བཞི་ཡིན་ཟེར་ཡག་གི་ད་ཐུག་གི་རྩ་བརྒྱད་ཀྱི་རང་བཞིན་གྱི་ད་དེ་འདྲའི་གཅིག་གི་གནས་དེ་དང་དེ་གི་རྩ་དེ་ཡི་ལས་རྩ་དེ་རྩ་དེ་གི་ཉེར་ལེན་ལས་ལྷ་མོ་དེ་བྱས་པས་ནི་དེའི་ནང་ལ་ཡོད་པའི་ཁམས་དེ་ཡི་ཉེར་ལེན་ལས་དཔའ་བོ་དེ་བྱས

དེས་དེ་ལ་ཟེར་དེའི་ཁ་ཐུག་དེ་ལ་ཡོད་དཱ་བསམ་པ་དེ་ཕན་གྱི་མེད་པ་བཅས་ཁ་ཐུག་དེ་ལ་ཡོད་དཱ་བསམ་པ་དེ་གིས་ནི་ལུས་ཀྱི་བྱ་ཐུག་གི་མེད་པ་བཅས་དང། དེ་ཡོད་དཱ་བསམ་པ་དེ་མ་ཡིན་པ་རྩ་དང་ཁམས་ལས་ཨེ་ནི་ལྷ་དེར་སྐྱེས་པ་ཡིན་པ་བཅས་རྩ་དང་ཁམས་དེ་ཨེ་ནི་ཐུགས་ཀྱི་རྩ་དེ་ནས་ཀྱི་ཆ་ཤས་ཀྱི་ཡ་དུ་ནི་སི་ཡ་ཡིན་འདི་པ་བཅས་ཡིན་ན་ཡང་འདི་འདི་སི་ནི་ཡ་ག་རིང་པོ་རིང་པོ་དེ་འདྲའི་གས་བསྒོམ་དགོས་ཀྱི་མེད་པ་བཅས་ཁོ་རང་ཁ་ཐུག་སོར་གང་ཙམ་སོར་གང་ཙམ་འོ་དུ་བྱས་བསྒོམ་ཡ་བཅས་འོ

ཟོབ་ལྟ་གཅིག་པ་ཡིན་པ་གཅིག་ལ་ཕྱག་མཚན་གཅིག་པ་ཡིན་པ་གཅིག་ལ་སྐུ་མདོག་དམར་པོ་བྱས་ཨེ་ནི་ཞལ་ནང་དུ་ཕྱོགས་བསྡད་པའོ་དེ་འདྲས་ཅིག་སྒོམ་དགོས་ད་དེ་རེད་ད་དེའི་ནང་དེ་དག་གིས་ངའི་སྐད་ཆ་དེ་མགོ་རྟིང་བལྟས་སུ་ལོག་སོང་མ་གཏོགས་ཅིག་གིས་མིག་གཉིས་ཟད་པ་དེ་འདྲ་ཐུག་མགོ་ག་ཐུག་གི་མིག་གཉིས་ཟད་དེ་མིག་གི་རྩ་གི་ནང་མིག་གི་དབང་པོའི་ནང་ལ་ཡོད་པའི་རྩ་གཅིག་ལ་ཡང་ད

མཛའ་དོ་ནི། དགུག་འགྲོ་རྒྱུ་ལ་རེད།
ཕྱི་ལོག་རྩེད་ལ་སྒོམ་རྒྱུ་མེད་པ་རེད་ད་རྩ་ནང་གི་རྩེད་དེ་ལ་མ་རེད། རྩ་ནང་གི་སྦུ་བུ་དེ་ལ་ཡག་ཤོས་ཆ་ཤས་ཅིག་ཆད་ནས་ག་རེར་སོང་ན་ལྷ། ད་དུང་ཡང་ལྷ་ཁ་ཤས་ཅིག་སྒོམ་ཡག་ཡོད་རེད། ད་ལྟ་སྒོ་ཚང་མ་བརྒྱད་ཀྱི་ནང་གི་ལྷ་གཅིག་སྒོམ་ཡག་ཡོད་རེད་གོ་ཆའི་ལྷ་གཅིག་སྒོམ་ཡག་ཡོད་རེད་དེ་འདྲའི་ཡིན་ཙང་ཨེ་ནི། ཁོ་ཚོ་བཞུགས་ས་དེ་ས་གནས་གཅིག་སོ་སོས་གཏན་འབེབས་བྱས་རྗེས་མི་གི་ཨོང་བུ་ཁ་ཐུག་དེ་མ་ཡིན་པ་དེའི་རྩ་ནང་གི་སྦུག་དེ་ལ་ཡ་གོམས་པ་རེད་ད། ཚར་ན་ཡི་བེད་ཆེ་མ་རེད་ནར་ནི་སེ་སྒུག་ཡོད་རེད་བསམ་གི་འདུག་ད་གང་ལྟར་སྦུག་དེ་ལ་ཡ་ཨེ་ནི་རྩ་དེ་གི་ནང་ལོགས་གཅིག་ལ་ཡ་འདུག་སུ་འགྲོ་བ་རེད་དེ་ཡིས་ཚར་ན་ཨེ་ནི་སྒོ་སྒོ་ཚ་མ་མ་རེད་སྒོ་ཚ་མ་བརྒྱད་གི་ལྷག་གཅིག་ལེགས་རེད་ཨེ་ནི་དེ་ཡིས་ཚར་ན་དེ་ནི་ག་རེ་རེད་ཟེར་ན་སྒོ་ཆའི་ལྷག་ལེགས་རེད་འདུག་སུ་རེད།

བདག་གི་རྩ་དེ་གི་ཉེར་ལེན་དང་དེ་གི་ཁམས་དེ་གི་ཉེར་ལེན་ལས། སྐུ་ཡི། ལྷ་ཡབ་ཡུམ་ཟུང་གཅིག་སྐྱེ་གི་རེ་བ་བཤང་ལམ་གི་རྩ་དེ་དང་དེ་གི་ཁམས་ལས་སྐུ་ཡི་ལྷ་ཡབ་ཡུམ་གཅིག་སྐྱེ་གི་རེ་བ། དེ་ནས་བླ་གཉིས་ཟས་མཁན་དེ་གི་དེའི་ནང་གི་རྩ་གཅིག་གི་ཡང་སྐྱེ་གི་རེ་བ། དེ་ནས་བྱིན་པ་གཉིས་ཟས་དེ་ལ་བྱིན་པ་གཉིས་གི་ནང་གི་རྩ་ནི་ཡང་སྐྱེ་གི་རེ་བ། དེ་ནས་སོར་མོ་བཅུ་དྲུག་ནཱ་ག་ར་ཟས་དེ་དང། དཔེར་བརྗོད་སོ་སོའི་ན་བཟས་སུ་ན་བཟས་དེ་ད་ཉོ་རེད་ཟེར་བ་ཞིབ་འཇུག་བྱེད་པ། ན་བཟས་དེ་ཚིག་ནང་མ་གཏོགས་ཡོད་མ་རེད་དེ་ན་བཅུ་དྲུག་ཐོན་པ་རེད་བ། ཨོ། ཞབས་ཀྱི་མཐེ་བོང་བཞི་མཐེ་བོང་གཉིས་མ་ཐེབས་པའི་ཨེ་ནི་སོར་མོ་བརྒྱད་ཆད། ད་དེ་ནས་རྩ་ཆག་གི་རྩ་བའི་ཆག་གི་ཧེ་རུ་ཀ་གི་རྩ་ཆག་གི་མཐེ་བོང་གཉིས་མ་ཐེབས་པའི་མཛུབ་མོ་བརྒྱད་བཅས་བརྒྱད་སྙིང་བཅུ་དྲུག་བཅས་དུས་སུ་གང་ག་ལ་ན་རེ་རེ་རྩ་རེ་རེ་དང་ན་རེ་རེ་དཔེར་ན་རྩ་སྟེང་གི་ཉེར་ལེན་བཅས་ན་རེ་རེ་གྱི་ལྷན་ཅིག་བྱེད་རྐྱེན་བཅས་པ་ལ་བརྟེན་ནས་སོར་མོ་བཅུ་དྲུག་ནང་ར་རེ་དཔེར་ཧེ་རུ་ཀ་དང། ཤིན་ཏུ་དཔའ་མོ་ས་ཡ་ཏི་དང་དུག་ས་ཡ་སྐྱེ་ཡ་རི་བ་ཏི་བཅས་དཔེར་ན། བུག་ཧོང་ས་ཡ་ཏི། རྐང་པའི་ཚིགས་ཐོག་དེ་རེ་བ་རྐང་པའི་ཤ་ཁ་མ་རེ་བོ་དེ་བོར་གོང་སྙིང་ལ་སིན་དུ་ར་སི་བོ་དེ་སི་ཟེར་དེ་དེ་རྗེས་དེ་ལས་ཡར་ཨེ་དེའི་ནང་གི་རྩ་དེ་དང་ཁམས་ངོ་བོ་དབྱེར་མེད་ཀྱི་ལྷ་ཡབ་ཡུམ་ཆེ་ཆེ་ཨེ་ནི་མཐེ་བོང་བཞི་མ་རུ་སི་ཏཱ་རྩ་བའི་རྩ་ཕྱག་གི་ཨེ་ནི་མཐེ་བོང་གཉིས་དང་ཞབས་ཀྱི་མཐེ་བོང་གཉིས་བཅས་ནི་མཐེ་བོང་བཞིའི་མཐེ་བོང་བཞི་དེ་ལྷ་བསྐྱེད་པའི་སྐད་ཆ་མ་རེ་མཐེ་བོང་བཞི་དེའི་ནང་གི་ཨེ་ནི། རྩྭ་དང་ཁམ་ངོ་བོ་དབྱེར་མེད་ཀྱི་རྩྭ་དེ་དེའི་ནང་ན་ཡར་བས་ཀྱི་བརྒྱ་ཕྲག་སྟོང་ཕྲག་ཡོད་ཀྱི་རེད་དོ། དེའི་ནང་གི་ཨེ་ནི་ད་སྙིང་ག་ནས་ཡོད་པའི་སྐུའི་འཁོར་ལོའི་རྩ་གི་ཆ་ཤས་གཅིག་ཨེ་ནི་ད་དེའི་གི་ཆ་ཤས་གཅིག་གི་ཡང་ཨེ་ནི་ཡིན་བསམ་པའི་མོས་པ་བྱས་ནས་ཨེ་ནི་ད་ནས་འདིའི་རྣམ་པ་སྣང་མཛད་དུ་འཁོར་ལོ་གོ་ཆ་མ་ཡིན་པ་ན་གཅིག་རེད་འཁོར་ལོའི་རྒྱུ་མ་ཡིན་ན་གཅིག་རེད་ཨོ་དེ་ཅད་དེ་ནས་པུས་མོ་གཉིས་ཟེར་ན་པུས་མོ་ནང་གི་རྩ་དེ་ཅད་ཨོ་དེ་ལ་ཡང་པུས་མོ་གཉིས་སྐུ་ལུས་ལྟར་རོ། འདིར་རྡོ་རྗེ་སེམས་དཔའ་བརྩོན་འགྲུས་ཆེན་པོ་ཡིན་པ་ན་གཅིག་རེད་ད་དེ་རེད། ཨོ་དེའི་ཆེད་ནི་དེ་ནི། ཨོ། སྐུའི་འཁོར་ལོའི་ད་ལྷ་རྒྱལ་ཡུམ་རྒྱལ་དེ་ཨོ་དེ་འདྲའི་སེམས་ནས་བསྐྱེད་པ་ཡིན་པ་རེད་དེའི་ཆེད་ད་ད་ལྟ་འཁོར་ལོའི་འཁོར་ལོའི་ས་ཡ་གཅིག་ཡོང་གི་འདུག་བ། དེ་འཁོར་ལོ་ཟིན་འཇུག་གོ་ས་དེ་ག་བ་རེད་ཟེར་ན་སྤྱི་དང། ལུས་ལ་མ་སྦྱར་བ་ཆེད་ནི་ཕྱི་ལོགས་ལ་སྦྱར་བ་ཡིན་ན་འཁོར་ལོ་རང་ཡོད་ཡིན་པ་རེད། དཔེར་ན་དེབ་མདོ་གི་དཀྱིལ་འཁོར་ལ་མཇལ་བ་ཡིན་ན་སྐུ་ཡི་འཁོར་ལོ་ཟིན་ནས་དེ་ལས་ལྟེ་བ་ཡོད་རེ་མི་འཁྱུད་ཡོད་རེ་གསུང་གི་འཁོར་ལོ་ལ་ལྟེ་བ་ཡོད་རེ་མི་འཁྱུད་ཡོད་རེ་ཐུགས་ཀྱི་འཁོར་ལོ་ལ་ལྟེ་བ་ཡོད་རེ་མི་འཁྱུད་ཡོད་རེ་དེ་འདྲ་ཡིན་ཙང་རྩིབས་ཡང་འཁོར་ལོའི་རྩིབས་རང་ཡོད་རེ་ཨོ་ཐུགས་སུ་རེད་ད་དམ་ལྡན་འདིའི་ལུས་པོའི་ཆ་ཤས་ལ་ཡང་སྐུ་ཡི་ཡོངས་པའི་སྐབས་ལ་དབྱེ་ན་སྐུ་ཡི་འཁོར་ལོ་གསུང་གི་འཁོར་ལོ་ཐུགས་ཀྱི་འཁོར་ལོ་ཟེར། ཐ་སྙད་དེ་སྦྱར་ཡིན་དུ་ཡིན་རྒྱུ་ཕྱི་ལ་ཡོད་པའི་འཁོར་ལོའི་ཟུར་ལྟར་ནང་ལ་བཞག་བཞག་པའི་ལྷ་དེ་དང་དེ་དང་ངོ་བོ་དབྱེར་མེད་ཅིག་གི་བདག་ཉིད་ཅེས་བཀའ་སྩལ་དེའི་ལྷ་དེ་གི་ད་རང་བཞིན་ཅན་ཅིག་ཡིན་གྱི་ཡོད་པས་ཡིན་པའི་ཆ་ནས་ཐུགས་ཀྱི་འཁོར་ལོའི་ལྷ། སྐུ་གསུང་གི་འཁོར་ལོའི་ལྷ་སྐུ་ཡི་འཁོར་ལོའི་ལྷ་ཟེར་ཅིག། དེ་འཁོར་འཁོར་འཁོར་ལོ་ཟེར་དགོས་ཀྱི། དེ་ལ་གོ་ཡ་གཅིག་ཡོད་མི་ཆད། ད་ད་ད། ཨེ་ནི་ཁ་ཐུག་ལུས་དཀྱིལ་ལ་སྦྱར་ནས་དེ་སྐད་ཆ་བཤད་ཡིན་དུས་འཁོར་ལོ་ཟེར་ཡ་དེ་ཡིན་གཅིག་མིན་གཅིག་གི་ཨེ་ནི་རྩིབས་དང་མི་རྒྱུད་ཀྱི་སྐད་ཆའམ་ག་ས། ལྟེ་བ་དང་མི་རྒྱུད་ཀྱི་སྐད་ཆ་མ་ཡིན་པར་ད་ལྟའི་དེ་ལ་ལྟེ་བ་ཡང་མི་འདུག། མི་རྒྱུ་ཡང་མི་འདུག་ཨེ་ནི་དེ་དངོས་པོའི་རྩིབས་དེ་རེད་ད། རྩིབས་དེ་ཨེ་ནི་རྩིབས་ཀྱི་མཐོང་ཐུང་རྩིབས་གཞུང་གི་རྣམ་པ་ཅན་ཡིན་ཟེར་ནས་ཨ་ནི། རྩ་དེ། དེ་འདྲ་ང་རང་ཚོའི་གི་ཆུ་བཏུང་ཡ་གི་དཔའ་ཡུལ་ཅིག་ཡོད་རོགས་ཀོ་ཀོ་ཀོ་ལ་བཏུང་ཡ་གི་དཔའ་ཡུལ་ཅིག་ཡོད་རོགས་དེའི་སོར་མོ་གང་ཅིག་འདུག་སེ་ཅིག་བཏུ་ཞག་གི་ཡིན་ན། ད་སྐོར་རྩིས་ཆགས་པ་ད་འདི་རྩིས་ཆགས་པ་ད་རྩིས། ད་དེའི་ནང་ལོགས་ལ་ཁོང་སྟོང་ཡོད་རེད་ཁོའི་ནང་ལོགས་ལ་པགས་པའི་ཁོ་རང་གི་ཚུལ་བཞིན་མི་འདྲ་གཉིས་ཡིན་ན་ཕྱི་ལོགས་དཀར་པོ་ནང་ལོགས་དམར་པོ་ཡོད་ཆོག་གི་རེད་ཕྱི་ལོགས་སྔོན་པོ་ནང་ལོགས་སེར་པོ་ཡོད་ཆོག་གི་རེད་ཨོ་དེ་འདྲ་ཡིན་དུས་རྩིས་ཁོང་སྟོང་རྩིས་བཞུགས་ཟེར་དེ་འདྲ་བ་དེ་གི་ནང་ལོགས་ལ་ཡ་ཡིན་ན་ཆུ་གྲུབ་ཅིག་གང་འདྲ་ཡོད་པ་ཡིན་ན་ཨོ་ད་དེའི་ཁམས་དེ་བྱས།

རྩིབ་རེད་རྩིབ་ཀྱི་བཟོ་ལྟ་རེད་རྩིབ་ཀྱི་ཆ་ཤས་ཅིག་རེད་བ་འདི་ངོ་བོ་ག་རེ་རྩ་རེད། དེ་འདྲ་གཉིས་ཀའི་ནང་གི་གནས་ཡིན་ཉེར་ཞིག་གི་རྩ་གི་རྩ་གི་ཆ་ཤས་ཅིག་གི་རྩ་གཅིག་རེད། བུམ་ཐུང་ག་འདྲ་ཅིག་ཨ་རུ་ན་གྲོ་སོགས་ཙམ་ཞིག་ཡོད་རེད། ཨོ་ད་དེ་གི་ཨེ་ནས་རྩ་དེ་ནང་ལ་ཡང་ལྷ་སྐྱེས་པའི་སྐད་ཆ་ཡོད་མ་རེད་ཁམས་དེ་ནང་ལ་ལྷ་སྐྱེས་པའི་སྐད་ཆ་མ་རེད་རྩ་དེ་སྤུ་མདོག་ལོག་ནས་ཨེ་ནས། དཔའ་མོ་དེ་ཆགས་ཁམས་དེ་སྐུ་མདོག་ལོག་ནས་ལྷ་དེ་ཆགས་ཨེ་ན་ལྷ་གཡས་གཡོན་བྱས་ཏེ་ལྷ་གཡས་གཡོན་དེ་ག་རེ་རེད་ཟེར་སོང་ན་དེའི་ཁ་ཐུག་གི་རྩ་དང་ཁམས་དེ་རེད། དེ་ལ་ཡང་ཁ་སང་དཔེ་གཅིག་གསུངས་སོང་ཨ། དེ་ཁྲག་ལ་དཔེ་སྦྱར་ནས་གསུངས་སོང་ཨ་མར་དཔེ་སྦྱར་ནས་ཞུས་ཆོག་ས་རེད། ཁྲག་ལ་དཔེ་སྦྱར་བར་བྱས་ན

ཡང་ཁམས་གཡག་གི་ཆ་ཤས་དེ་ལ་ཆུ་དེ་ཆགས་པ་རེད་དེ་འདྲས་ཡིན་ཙང་དེ་ནང་བཞིན་བྱས་ནས་ཨེ་ནི་སོ་སོའི་རྩ་དེ་དང་ཁམས་དེ་རྒྱུ་ཆ་དེ་བྱས་ད་དེའི་ནང་ལ་པད་གིར་སོགས་སུ་ཟན་ལུ་སྤུ་རྫ་ཨོ་ཨ་ཟན་ལུ་སྔགས་དེ་དེའི་རོགས་པ་དེ་བྱས་ད་གིས་ཆུ་ལྷག་མ་སོལ་ལུ་དེ་བྱས་དེ་གཉིས་ངོ་བོ་དབྱེར་མེད་ལས་ཨེ་ནི་ངའི་སྣ་ཁྲག་ཟས་ལ་ཚོད་འདོད་ངའི་རྩ་དེ་དང་དེ་ལས་བྱུང་བའི་ཨེ་ནི་ལྷ་དེ་དང་དེའི་ཟས་ཀྱིས་ཨོ་ད་དེ་ན་ཁྲ་ལ་སྦྱར་ན་གོ་ཡག་འདུག་འོ་མ་ལ་སྦྱར་ན་གོ་ཡག་འདུག། ཆུ་དེ་ག་ཚི་ཚི་དེ་ག་འོ་མ་བླུགས་པའི་ན་འདི་འོ་མ་རེད་ལ་གོ་རེད་མ་གཏོགས་ཅིག་ཆུ་རེད་ལ་གོ་མ་རེད་བ། ཨོ་ད་འོ་མ་དེའི་གཙོ་བོ་སྒྲུབ་གཞི་དེ་ཆེ། ཉལ་ལེན་དེ་ཆེ། ཨོ། གང་བླུགས་རྒྱུ་འོ་མ་དེ་ཆེ། ཁོའི་རོགས་པ་དེ་ལ་ཆུ་དེ་ཆེ། ཨོ་ད་ཟེར། ཨོ་དེ་འདྲས་ཅིག། གསུང་གི་འདུག་བ། ཨོ་དེ་དོན་དུ་གཙོ་བོ་ཇི་ལྟར། རྩྭ་དང་ཁམས་ངོ་བོ་དབྱེར་མེད་ལས་ཟེར་དེ་དང། འཁོར་ལོའི་རྩིབས་ཟེར་གི

ཨ། འདི་ནི་ཞིག་སྟོང་པ་ཞིག་འདུག་བ། དེ་ཡིན་མིན་དུས། ཚིག་འདི་དག་གི་ནང་ལོགས་དེ་འདྲ་རུ་དུས་ཀྱི་ཕྱི་ནང་གཉིས་དེ་ཚོད་ཅེས་ཁོའི་ནང་ལོགས་ལ་ཡ། ད་ག་རེ་ཐང་འདི་བ་ད་ཁམས་འདི་ཆེ། ཨན། ཚིག་ཁོང་དུ་ཚུལ་ཤིང་གི་རྣམ་པ་འདི། ཨན། སེམས། ཨན། དེ་ནི་རྩ་དང་ཁམས་ངོ་བོ་དབྱེར་མེད་སྲིད། མ་རེད། སེམས་པའི་ཆག་སྒོ་དེ་འདྲ་ཅིག་ད་ཁོ་གང་ག་ཡར་བསླངས་ཤག་རེད་བས་དེ་འདྲའི་སྲིད་ཡར་བསླངས་ཤག་རེད་བས་ང། ང་རང་ཚོ་ཚོ་ལ་ནི་དེ་འདྲའི་གྱི་བླང་བྱ་བ་སྤྱད་ན་རྩ་དེ་དང་ངོ་བོ་དབྱེར་མེད་ཆགས་ཡག་ཏེས་འཆར་བདེ་བོ་མེད་པ་རུ་གྱི་འདུག་ཨང། ཀོ་ཡང་དེ་བར་གྱི་ཡར་གྱི་སྒྲིག་བྱ་བའི་ཟུར་གྱི་ཆགས་གི་འདུག་ཨང། ད་མི་ནས་ཡར་ཡོང་བསྡད་པའི་སྙིང་ཁའི་རྩ་འདབ་བརྒྱད་ཀྱི་ནང་ལ་དེ་ནས་ཡར་སྐུ་གསུང་ཐུགས་ཀྱི་རྩ་གསུམ་ཟེར་ནས་གནས་གཉིས་གཞི་རྩ་དབྱིངས་གསལ་ཏེ་ཁ་སང་སྔས་མ་ནས

རྩ་དེ་དང་ངོ་བོ་དབྱེར་མེད་ཀྱི་ཁ་ལོ་མ་གཅིག་དང། ཁམས་དེ་དང་ངོ་བོ་དབྱེར་མེད་ཀྱི་དཔའ་བོ་གཅིག་འདུག་ཅེས་ཆགས་ཡོང་ངོ། དེ་འདྲའི་བའི་རྩ་དེ་ཁོ་དུང་དུང་གཅིག་མ་གཏོགས་མེད་པ་ཡིན་ཙང་ཡིན་ན་ཡང་ཁོ་རྩིབས་ཀྱི་ཆ་ཤས་གཅིག་གི་ཟོར་གྱི་ཆ་བྱས་འོ་ད་དེ་འདྲའི་ཡིན་ཙང་རྩིབས་ཀྱི་ཐ་སྙད་བཏགས་ཡང་ན་ཀུན་འཁོར་གསུམ་གོ་ཐུང་འཁོར་གྱི་ཐ་སྙད་པ་ཐོག་ས་དེ་འོ་དེ་ཆ་ཤས་དེ་འདྲ་གཅིག་ཡིན་པ་བྱས།

དེ་ནས་སྟག་གི་སྒོ་དེ་གཅིག་ཕྱེ། དེ་ནས་ཤང་ལམ་གྱི་སྒོ་དེ་གཅིག་ཕྱེ། དེ་ནས་མཛོད་ཕུར་བུ་ག་ལ་གཅིག་ཕྱེ། རྣ་བ་གཉིས་དེ་ལ་གཉིས་སྒོ་བོར་བ་རྣ་བ་གཉིས་གཅིག་ཕྱེ། མིག་གཉིས་སུ་ངས་ད་གིན་ཤོད་པ་ནས་ཞེས་མིག་གཉིས་གཉིས་ཕྱེ། དེ་ནས་སྣ་བུག་གཉིས་ལ་གཅིག་ཕྱེ། འོ་ད། དེ་དེ་ཨེ་ནི་སྒོ་ཚང་མ་བརྒྱད་ཀྱི་ཨེ་ནི་ལྷ་བཀོད་པར་བྱས། ལྷ་བརྒྱད་དེ་རེད་ད་དེ་ནི་ལྷ་བཀོད་ཡོད་དུས་ཤར་སྒོར་ཕ་དུང་མ་ནག་མོ། བྱང་སྒོར་འུག་དུང་མ་ལྗང་གུ། ནུབ་སྒོར་ཁྱི་དུང་མ་དམར་མོ། ལྷོ་སྒོར་ཕག་དུང་མ་སེར་པོ་ཟེར་ནས

སྤྱི་བོ་མགྲིན་པ་སྙིང་ཁ་ལྟེ་བ་ཡབ་ཡུམ་གཉིས་ལས་ཡར་ལྟས་ན་འཁོར་ལོ་བཞི་བཞི་བཀོད། ཡབ་ཏུ་ཧེ་རུ་ཀ་རའི་ཐ་དད་བཞི་ཡི་ཧེ་རུ་ཀ་རའི་མ་གཏོགས་ལུས་དཀྱིལ་གྱི་ཧེ་རུ་ཀ་མ་རུ་བ་བཞི་ཡི་ཧེ་རུ་ཀ་གི་གནས་བཞི་ལ། རྩ་བའི་ཨ་མའི་རང་ཉིད་ཧེ་རུ་ཀ་བསྒོམ་བྱ་བ་དེ་གི་གནས་བཞི་དེ་ལ། ལྟེ་བ་དང་སྙིང་ཁ་ལ་ཡར་མདའ་ལྡན་བྱེད་མགྲིན་པ་དང། སྤྱི་བོ་ལ་ཡང་ཉི་ལྡན་བྱེད། རི་རུ་རྡོ་རྗེ་ཕག་མོ་སྟེ་དེའི་མགོ་སྟེང་ལོགས་པར་བྱེད། ལྟེ་བ་དང་སྙིང་ག་ལ་ཉི་ལྡན་བྱེད། སྤྱི་བོ་དང། མགྲིན་པ་དང་སྤྱི་བོ་ལ་མདའ་ལྡན་བྱེད། དང། དེ་ནས་ཁ་སང་ངས་སུ་ཙི་ཤོད་པ་ཡིན་བསམ་སོང་དང། ཡབ་ཀྱི་སྙིང་པོ་དང་ཉེ་སྙིང་ཡུམ་གྱི་སྙིང་པོ་དང་ཉེ་སྙིང་དེ་དག་བཀོད་པར་བ། ད་ཡབ་ཀྱི་མདའ་སྟེང་དུ་བཏང་དེ་ལ་ཡུམ་གྱི་སྙིང་པོ་དང་ཉེ་སྙིང་དུ་བཀོད་ནས་ད་ཡབ་ཀྱི་ལྟེ་བ་ལ་ཡང་ཡུམ་གྱི་སྙིང་པོ་ཨོམ་བེ་ཛ་བེ་རུ་ཛ་ནེ་ཡོ། སུ་གཡོག་འཁོར་བྱས། ད་དེ་ནས་ཐུགས་ཀ་དེ་ལ་མདའ་སྟེང་ལ་ཨེ་ནི་ཨོམ་སཱ་བ་བུ་ཏཱ་ཏྲ་ཀི་ནི་ཡོ་བེ་ཛ་བ་ན་ནི་ཡོ་བེ་ཛ་བེ་རུ་ཛ་ནེ་ཡི་སི་དྷི་དུ་བཀོད། ད་དེའི་མདའ་སྟེང་དུ་བཏང་བར་བཀོད། སྐུ་རྒྱུ་སྔགས་ཏེ་ཡུམ་ཉིང་ཙམ་དེ་ཉིད་ཐབས་ཤེས་བྱེད་ཟླ་བ་དང་སྔགས་ཡུམ་གྱི་ཤེས་རབ་བྱེད་ནི་ཐབས་ཤེས་བྱེད་ཟླ་བ་ཐབས་འོ་དེ་ཉིད་ཐབས་ཤེས་བྱེད་དང་དེ་ནས་ཡབ་ཀྱི་མགྲིན་པ་དེ་ལ་ཡང་ཉི་གདན་བྱེད་ཉི་གདན་དེ་ལ་ཨེ་ནི་ཤེས་རབ་ཀྱི་ཆ་གཅིག་ཉི་མ་དེ་ཤེས་རབ་ཀྱི་ཆ་གཅིག་ཡིན་རབ་ཡིན་པ་ལ་ཐབས་ཏེ་ཨོམ་ཤྲཱི་རྦན་ཛ་ཧེ་རུ་ཏྲ་རམ་ཛོ་ལ་ཤྭ་བ་རམ་སི་ནི་ཡབ་ཀྱི་སྙིང་པོ་དེ་བྱེད་ཏྲ་བ་དེ་ལ་ཨོམ་ཧྲཱི་ཧ་ཧོང་ཧོང་བས་ཡང་ཉི་གདན་ལ་ཉི་སྙིང་དེ་བཀོད། ད་ཡུམ་ལ་དེའི་ལྡོག་ཕྱོགས་བྱས་ནས་ཡུམ་འདིའི་ལྟེ་བ་ཉི་གདན་ལ་ཨོམ་ཤྲཱི་རི་བེ་ལ་ཧེ་རུ་ལུ་ཀ་བེ་ནེ་ནེ་ཐུགས་ཀ་ལ་ཡ་ཉི་གདན་ལ་ཡ་ཨོམ་ཤྲཱི་ཧ་ཧོང་ཧོང་བེ་མདའ་བ་ནེ་མགྲིན་པ་མདའ་གདན་ལ་ཨོམ་བེ་ཛ་བེ་རུ་ཛ་ནེ་ཡེ་ཨོམ་དཔྲལ་བ་མདའ་གདན་ལ་ཨོམ་སྭ་བ་བེ་ཏི་དྲ་ཀི་ནེ་ཡི་སི་ནེ་ཏྲ་དུ་བྱས་རྗེས་ཐབས་ཤེས་ཐབས་ཤེས་ཐབས་ཤེས་བྱས་ནས་བཀོད་བྱས་པ། ད་དེ་ནི་མདའ་གདན་ཉི་གདན་དེ་ལེབ་ལེབ་རེད་པས་ཟིན་ན་མ་ཡིན་པ། མདའ་གདན་ཉི་གདན་དེ་མེ་ལོང་བཏགས་པ་ནང་བཞིན་ཡིན་པ། ཕྱི་ལོགས་བཏགས་པ་རེད་པས་ཟིན་ན་མ་ཡིན་པ། ད་ཁོ་པས་ཏུ་སྣང་ལ་རང་བཞིན་མེད་པའི་ནང་བཞིན། སྐབས་རེ་གཅིག་ལ་ལུས་པོ་འདིའི་ནང་ལྷ་ཁང་བསྡད་ཡོད་པའི་སོར་གཅིག། སྐབས་རེ་གཅིག་ལ་ལུས་ཀྱི་འདིའི་ནང་དེ་ཡང་མདའ་གདན་དང་ཉི་གདན་དང་ཁ་ས་མདའ་གདན་དང་མདའ་གདན་དང་ཉི་གདན་དང་ཉི་གདན་འདི་འདྲའི་ཟིན་ནས་ཡོད་བསྡད་པ་གཅིག་གིས་བས་ཏེ། དེ་ཟླ་བ་ཆུང་ཆུང་མ་ཡིན་པར་ཟླ་བ་ཆེ་ཐག་ཆོད་ཅིག་དང་ཉི་གདན་ཆེ་ཐག་ཆོད་ལ། ད་དེ་ལ་ཡང་ཡིག་མགོ་ནང་ལ་བསྟན་བདེ་བས་ཀྱི་ཨེ་ནི་ཞབས་ཕྱི་ལ་བསྟན་བདེ་བས་ཨེ་ནི་སྔགས་མགོ་གཡོག་མགོ། སྔགས་མགོ་གཡོག་མགོ་སྔགས་མགོ་གཡོག་མགོ་དེ་ཚོ་མེ་ལོང་ལ་རི་མོ་བྲིས་པ་ནང་བཞིན་བཅས་ཡོད་བསྡད་པ། ད་དེའི་དུས་ཚེ་ཡི་དུས་ད།

ཨོན་དད་ལྡན་དེ་ལྟར་རྩ་འཇུག་རྣམ་བཤད་དཔལ་ནི་དྲང་ངེས་ལེགས་བཤད་སྙིང་པོ་ལམ་རིམ་ལྷག་མཐོང་ཆེ་ཆུང་དུས་ཚོད་ནང་གི་ད་ལྟ་བ་གཏན་ལ་འབེབས་ཚུལ་གྱི་རིགས་པ་དེ་གས་དེ་ལྟར་ད་ལན་དེ་ལ་ངེས་པ་ཅན་དུ་དགོངས་པ་བཞེད་དགོས་ཡ་གཅིག་གི་འོ་དེ་འདྲའི་ཅིག་ཡིན་དད་པ་ད་གང་ལྟར་སྐད་ཆ་རྡོག་རྡོག་ཞུས་པ་ཡིན་ན་རྟེན་འབྱུང་རྒྱུ་མཚན་དུ་བྱས་པའི་སྟོང་པ་ཡིན་པ་འོ་དེ་ནི་ཆོས་ཅན་གྱི་དངོས་པོ་བཀག་ཙམ་གྱི་སྟོང་པ་མ་ཡིན་པ་འོ་རྟེན་འབྲེལ་ཤེས་པའི་སྟོང་པ་མ་ཡིན་པ། རྟེན་འབྱུང་རྒྱུ་མཚན་དུ་བྱས་པའི་སྟོང་པ་ཡིན་པའོ། སྟོང་པ་དེ་ཉིད་ལ་ཀུན་རྫོབ་ཐ་སྙད་ཀྱི་རྣམ་གཞག་ཐམས་ཅད་བདེ་མོ་བྱས་ནས་འཇོག་ཐུབ་ཀྱི་ཡོད་པ་ལ་ཨེ་ནི་ཉེས་པ་སྟེར་ཐུབ་ངེས། དེ་དཀའ་ས་དེ་ཡིན་གསུང་གི་འདུག་བ། ད་ལྟ་ལམ་རིམ་ཆེན་མོའི་ལྷག་མཐོང་གི་ཨེ་ནི་བར་དོ་གི་ཚིགས་བཅད་ནང། ཁྱོད་ཀྱི་བློ་ངོར་རང་བཞིན་མེད་པ་ལ་རྒྱུ་འབྲས་རྟེན་འབྲེལ་འཇོག་པར་དཀའ་མོད་ཀྱང་དེ་འདྲ་དབུ་མའི་དོན་ལ་ཡིན་ནོ་ཞེས་དེ་སྐད་སྨྲ་བའི་ཚུལ་ལ་བསྟན་ན་མཛེས། ད་ཁྱོད་ཀྱི་བློ་ངོར་རང་བཞིན་མེད་དུ་ཁ་སྐད་ཀྱི་ད་ཀུན་རྫོབ་ཀྱི་སྣང་བ་གང་ག་མེད་འགྲོ་བ་ཅི་རེད། ད་དེ་ལ་ཡང་ཨེ་ནི། རྒྱུ་འབྲས་རྟེན་འབྲེལ་གྱི་འཐད་པ་རེད་ཟེར་མཁན་དེ་བློ་ལ་ལམ་སང་བཞག་ཡ་དེ་ཞེ་སྡང་ཁག་པོ་རེད། རེད་དེ། དེ་འཐད་པ་རེད་ད་ཟེར་ནས་ཨེ་ནི། དེ་འདྲ་དབུ་མའི་དོན་ལ་ཡིད་སྨོན་བཞེས་ཟེར་ནས་ད་ཨེ་ནི། དེ་ལས་མ་འདས་པ་རེད་ཟེར་ནས་ད་ཨུ་ཚུགས་རྒྱབ་རྗེས་ཨ་དེ་དགོས་རེད། དེ་དེ་རྟེན་འབྲེལ་བསྟོད་པའི་ནང་ལ་འདི་ཀུན་ངོ་བོ་སྟོང་པ་དང། འདི་ལས་འདི་འདྲའི་འབྱུང་བ་གཉིས་ངེས་པ་གཉིས་པོ་ཕན་ཚུན་དུ་གི་མེད་པ་ནི་གྲོགས་བྱེད་པའོ། སྟོང་པ་ངེས་པའི་ཁ་ཐུག་ལ། རྟེན་འབྱུང་དེ་ལམ་སང་ཤར་དགོས་བ་རེད་ཞེས་པའི་སྐད་ཆ་མ་རེད་དེ་རྟེན་འབྱུང་དེ་དར་དུ་ཡོད་པ་ལ་ངེས་པ་སྟེར་ཐུབ་པ་ཅིག་ངེས་པ་ཅན་དུ་གོ་བ་རེད། དེ་མ་ཤེས་ན་ཨེ་ནི་རྟེན་འབྲེལ་ཞེས་པའི་སྟོང་པ་ལོས་ཉེན་ཁ་ཆེན་པོ་ཡོད་རེད། དེ་དབུ་མའི་ལྟ་བ་མཐར་ཐུག་གི་ལྟ་ས་ཡང་འདི་ཡིན་ནོ་ཞེས་གསུང་ཡ་རེད། ཨོ་ད་དེ་གའི་དེ་གའི་གནད་འགག་དེ་གའི་དེ་ད་ད་ནས་འདིར་ཡལ་ཚུལ་སྤོང་རྗེས། བདེ་བ་ཆེན་པོ་ངེས་པ་དང་སྔགས་འཁོར་བཀོད་ནས་བདེ་བ་དེ་ལྟ་གོ་འཁོར་ལོའི་ཚུལ་དེ་བྱས།

སྟོང་པ་ཉིད་ཀྱི་རང་བཞིན་དང་དེ་བློ་རགས་པའི་སྟོང་པ་ཉིད་མ་ངེས་པ་བློ་ཕྲ་བ་གཅིག་གི་སྟོང་པ་ཉིད་ངེས་ན་ད་ལྟ་མ་ངེས་ན་ཡང་ངེས་པའི་ཚུལ་བྱས་ངེས་པའི་མོས་པ་བྱས་འོ་དེ་འདྲའི་གཅིག་བསྒོམ་པ་ཡིན་ན་ད་དེ་གི་བག་ཆགས་གཞན་དང་མི་འདྲ་བ་གཅིག་འཇོག་ཐུབ་ཡ་ད། ཉོན་སྒྲིབ་སྤང་བའི་བག་ཆགས་ཀུན་བརྟགས་ལྷན་སྐྱེས་གཅིག་ཆར་དུ་བསྒོམ་ཡ་གི་ནུས་པའི་བག་ཆགས་གཅིག་འཇོག་ཐུབ་ཡ་མ་འོངས་པ་ལ་དཔེ་སྟོན་རྒྱུ་བས་ཟེར་དེ་ནས་ད་དེ་ནས་སྒྱུ་ལུས་དང་འོད་གསལ་ཟུང་འཇུག་གི་ནུས་པ་སྨིན་བྱེད་ཁྱད་པར་གྱི་སྐུ་གདུང་ཟུང་འཇུག་ནུས་པ་སྨིན་བྱེད་ཁྱད་པར་ཅིག་དེ་ནས་ཅིག་ཡོང་ཐུབ་ཡ་ཨོ་ད་དེ་འདྲ་ཅིག་ཡིན་དུས་ཨོ་དེ་ཚོའི་ཐོག་དེ་ལ་ཡང་ཨེ་ན་ལྟ་བའི་རྣམ་བཞག་དེ་གལ་ཏེ་ནམ་རྒྱུན་དབུ་མ་ཟིག་ཡ་དང་དུས་ཚོད་གང་ག་ཨེ་ན་ཁག་ཁེ་འཚོ་བ་མེད་དེ་བས་སུ་རུ་ཅིག་མེད་པ་ཅིག་དུས་ཚོད་གང་ག་དེ་གི་སྒང་དེ་ལ་ཡང་ཡང་ཡང་བསྐྱར་བྱས་ད་ད་དུ་གང་ག་དཔེ་དེ་མཁྱེན་པ་གཞི་ཤ་ཅིག་གི་ཐོག་ནས་ད་ལྟ་གསུམ་གོ་བ་རུ་བ་གསུམ་བཤད་དང་དུས་ཚོད་སྔས་མའི་གཅིག་ཕར་ཕྱིན་དྲིས་པའི་ལམ་ནས་ལྟ་བ་དང་དུས་ཚོད་འགོག་གི་རྣམ་གཞག་དེ་ཤིང་པ་བཞི་ཤག་གཅིག་གི་ཐོག་ནས་འོ་དེ་ད་ང་རང་ཚོ་མཁྱེན་པ་ཅིག་ཡིན་ན་དེ་ག་རེད་མཁྱེན་པ་ཅིག་མེད་པ་ཡིན་ན་དུས་ཚོད་ཡང་ཡང་སྦྱངས་རྗེས་འོ་ད་དེ་འདྲ་ཞིག་དགོས་ཡ་དེ་གལ་ཆེན་པོ་འོ་ད་དེ་འདྲ་ཅིག་ཡིན་པ་འདྲ་འོ།

ཨ་ལས་ངན་ལྷ་དེ་དང་དེ་བྱང་ཕྱོགས་ཀྱི་ལྷ་སོ་བདུན་གྱི་ཡོན་ཏན་དེ་དང་དེ་ཡི་རྣམ་པ་ཤར་བའམ་ངོ་བོ་ཡིན་པ་འོ་ད་དེ་འདྲས་ཅིག་གིས་མེད་པ་ད་ནི་དེ་དེ་རེད་རེད་པ་ག་རེ་རེད་ཟེར་ན། བདེ་མཆོག་རང་ཉིད་ཀྱི་བདེ་སྟོང་དབྱེར་མེད་ཀྱི་ཡེ་ཤེས་དེ་ཉིད་ལྷ་དེ་དང་དེ་ཡི་བཟོ་ལྟར་ཡང་ཤར་ཡོང་བ་ཡིན་དུས

ཨོ་དེ་བདེན་པ་ཞིག་དང་སྦྲགས་ནས་འགྲོ་གི་ཡོད་བསྡད་པ། ཨོ་དེ་གའི་དེ་གའི་གནད་འགག་དེ་གའི་དེ་བཞིན་ནས་ཨོ་བྱང་ཕྱོགས་སུ་དེ་ཟེར་ཡིན་དེ་ཨ་ནི། གྲངས་ཀ་འདི་འདྲི་ཅིག་རེད་དེའི་ཁྱད་ཆོས་འདི་འདྲི་ཅིག་རེད་དེ། འདོད་ལམ་སྐབས་ལ་དེ་འདི་འདྲི་ཅིག་གསུང་གི་ཡོད་ཡིན་པ་རེད། ཨོ་དེ་ཚོགས་ལམ་ལ་དེ་དྲན་པ་ཉེ་ཤག་ཞིག་ཡང་དག་སྤོང་བ་ཞིག་རྫུ་འཕྲུལ་སྤངས་པ་ཞིག་དེ་ཚོགས་ལམ་ཆེ་འབྲིང་ཆུང་གསུམ་ལ་སྦྱར། ཨ་ནི་དབང་པོ་ལྔ་དང་སྟོབས་ལྔ་དེ་ཨ་ནི་སྦྱོར་ལམ། གྲོགས་སོགས་བཞི་ལ་སྦྱར། ཨ་ནི་བྱང་ཆུབ་ཡན་ལག་བདུན་དེ་མཐོང་ལམ་ལ་སྦྱར། འཕང་ལམ་ཡན་ལག་བརྒྱད་དེ་སྒོམ་ལམ་ལ་སྦྱར། དོན་ལྡན་གྱི་བྱང་ཕྱོགས་སུ་སྟོན་གྱི་བདག་ཉིད་བདེ་སྟོང་དབྱེར་མེད་ཀྱི་ཡེ་ཤེས་གཅིག་ཉིད་ཨེ་ནི་བྱང་ཕྱོགས་སུ་སྟོན་གྱི་རྣམ་པར་ཤར་གསལ་ཡིན་དུས་ད་ས་བཅུ་ལ་ངོས་ཡོངས་སུ་རྫོགས་པའི་བདག་ཉིད་ཀྱི་བདེ་སྟོང་དབྱེར་མེད་ཀྱི་ཡེ་ཤེས་གཅིག་གིས་ཨེ་ནི་ལྷ་དེ་དང་དེ་ཡི་རྣམ་པར་ཤར་བ་རེས་གསལ་དེ་ལ་ཡང་གཅིག་རུག་དེ་གཅིག་ཚུགས་བདུད་ཐུགས་ཡག་གི་ཨེ་ནི་གཅིག་སོ་སོའི་གི་ས་མ་ཁོ་ཐུགས་ཡག་གཅིག་ཨོ་དེ་འདྲའི་གི་ཐོག་ལ་ཡིན་ན་ཡང་ད། མཁྱེན་པ་ཁྱོད་ནི་མེད་ན་ནི་གནས་ཚུལ་ཁ་ཁ་རེད་གནས་ཚུལ་བརྒྱུད་ཁྱོན་ལྡན་གནས་ཚུལ་ཁག་ཁག་རེད། དེ་ལྟས་ཟིན་ཡང་དོ་སྣང་ཡོད་བསྡད་པ་དང་བསླབ་མཁན་ཡོད་བསྡད་པ་དེ་འདྲས་དེ་འདྲས་ཡིན་ན་ད་ལོའི་ལོ་དེ་ལ་བྱང་ཕྱོགས་སུ་དོན་གཅིག་སྦྱང་གི་ཡིན། རྒན་ལགས་ཀྱིས་ང་ཚོ་བྱང་ཕྱོགས་སུ་དོན་སྐོར་ཅིག་བསླབ་རོགས་བྱེད་ཟེར་བས་བྱང་ཕྱོགས་སུ་དོན་དེ་ཉིན་ཐོའི་སྡེ་པའི་ལུགས་ཀྱི་བྱང་ཕྱོགས་སུ་དོན་ཐིག་པ་ཆེན་པོ་དང་འབྲེལ་བའི་ཐོག་ནས་བྱང་ཕྱོགས་སུ་དོན་དེ་ཚོ་ལེགས་བཤད་སེང་ལྡིང་ནང་ལ་ག་འདྲས་གསུང་གི་ཡོད་ཡིག་ཆ་སོ་སོའི་ནང་ནས་ག་འདྲས་གསུང་གི་ཡོད་ཨོ་ད་དེ་ཚོ་ཐུགས་ལྷུར་བྱས་ནས། དེ་ཀྱིས་མཁྱེན་པ་ཡིན་ན་གཟི་བརྗིད་ཆེན་པོ་བཞི་བོ་ཡོང་ཡག་རེད་སོ་སོའི་ཉམས་ལེན་ལ་ཕན་ཡག་ཅི་རེད་གཟི་བརྗིད་ཆེན་པོ་ཅི་ཡང་རེད་དེ་གཟི་བརྗིད་ཆེན་པོ་རེད་ཞུ་ཡག་དེ་ཤི་རི་ལང་ཀ་དང་ཐའི་ལན་ར་དང་དུ་ཚོ་ཨེ་ནི་དེ་འདྲའི་ཅིག་ཚུགས་ང་རང་ཚོ་ནང་པ་ཚོ་དང་མཉམ་དུ་ཅིག་འཛོམས་སོང་ན། དངོས་སུ་ཐུན་མོང་གི་བཀའ་མོལ་གསུང་ས་དེ་བྱང་ཕྱོགས་སུ་འདོན་ཐེངས་རེ་བ། ཨོ་ད་དེ་གས་དེ་ལ་བཏབ་སྟེ་ཕྱུག་པོ་བཞི་བོ་ཅིག་ཨ་ནི་གསུང་ཡ་ཡོད་པ་ཅིག་དང་ནང་གི་ཉམས་རྟོགས་ལ་ཡ་སྦྱར་ཡ་ཡོད་པ་ཅིག་གིས་འདིར་བྱུང་བ་ཡིན་ན་ཨོ་ཁོ་ནང་ཚོ་ཡང་ཨེ་ནི་ཐུགས་ཁྲོ་ཡ་ཅིག་ཨོ་དངོས་གནས་དོན་ལན་གྱི་ཅིག་ད་བོད་ཀྱི་བོད་བརྒྱུད་ནང་བསྟན་གྱི་ཆོས་འདི་གཏིང་ཟབ་པོ་བཞི་བོ་ཅིག་རེད་ཤག་དངོས་གནས་པ་ནི་ཕྱི་ལོག་གི་སྔགས་རྡུང་ཡ་དང་དེ་ཅི་བོ་སྐད་ཆ་རེད་མི་འདུག་འདིའི་ནང་ལ་ང་ཚོས་བཤད་བསྡད་ཡ་གི

ཨེ་ནི། བསླབ་པ་གསུམ་གྱི་སྡེ་སྣོད་གསུམ་དེའི་ནང་ལ་ཡང་འདུས་བུ་ཡོད་བསྡད་པ་དེ་ཡང་བྲིས་ཐུབ་ཡང་དེ་མ་གཏོགས་ང་ཚོའི་ཨེ་ནི་ཟབ་པ་དང་རྒྱ་ཆེ་བ་དང། བསྐྱེད་རིམ་དང་རྫོགས་རིམ་འདི་མང་པོ་ཅི། ཨེ་ནི། དྷེ་རན་དྲ་དང་ཁོ་ན་ཚོ་ལ་ཞུས་པ་ཡིན་ན་འོ་ད་དུ་ཚོ་ཧིན་དྷུའི་སྐད་ཆ་ཅིག་ཡིན་པ་རེད་མུ་ཏིག་བར་གྱི་སྐད་ཆ་ཅིག་དང་འབྲེལ་ཚ་འདུ་བ་ཟ་མ་ཅིག་མ་གཏོགས་ཅི། ཨེ་ནི། ང་ཚོའི་ནང་པའི་གནས་སྟངས་དེ་འདུ་བ་ཟ་མ་ཅིག་རྩ་ནས་མེད་དེ་ནས་བསམ་བློ་འཁོར་དེ་ག་རེ་ཟེར་ན་ཁོ་ན་ཚོ་དེ་ཐུགས་རྒྱུས་ཡོད་མ་རེད་བ། ད་ང་ཚོ་ད་ལྟ་བདེ་མཆོག་དཀར་མོའི་གསུང་གི་ཡོ་རོ་རེད་དེ་བདེ་མཆོག་གི་ལྷ་དེ་དང་དེ་ཨེ་མིན། བྱང་ཕྱོགས་སུ་དོན་ལྷ་དེ་དང་དེ་ཤར་བ་བྱང་ཕྱོགས་སུ་དོན་ཟེར་བའི་དེ་འདི་འདྲའི་འདི་རིགས་ཅིག་ཡིན་པ་དེ་ཕར། ཡག་པོ་ཅིག་མཁྱེན་པ་ཅིག་དང་ཨེ་ནས་འགྲེལ་བཤད་ཅིག་རྒྱབ་ཨེ་ནས་དེ་ཨེ་ནས་མདོ་སྔགས་ཟུང་འབྲེལ་གཅིག་གྲོགས་གཅིག་གྲོགས་གཅིག་གསུང་བ་ཨེ་ནས་སྔགས་གསར་པ་དེ་འདུག་ཡི་བཀའ་དྲིན་ཡིན་གསུང་ཡ་དེ་དེའི་ནང་ནས་ཡང་ཨེ་ནས་དོན་ཐུབ་ཡག་པོ་དེ་འདྲའི་རེད་དེ་དོ།

འོ། ད། པ་ད་པས་མ་འབྲིང་པོ་མེད་པས་དེ་ཕྲད་ཅེས་དྲིས་པ་ཡིན་ན། པ་ད་པས་ཀྱི། པ་ད། ད་གི་འོག་དེ་ལ་འབྲིང་པོ་ཟེར་དེ་འདྲི་ཞེས་དྲིས་པ་ཡིན་ན་འགྲིག་གི་ཡོད་ཡིན་པ་རེད་གོ་རྩག་ཏུ་མ་བརྒྱབ་ན་འགྲིག་གི་ཡོད་པས་མེད་དེ་སོགས་མས་མཚོན་གྱི་ཡོད་རེད་ད་དེ། དེ་ལ་ཐ་སྙད་ཅིག་འདུག།

ཧུན། ཧུན། ང་ཚོ་ཧུན་བྷེ་ཟེར་དུས་སྐྲ་དེ་རྗེས་འཇུག་ཚོད་དུ་ཕྱིན་པ་མ་གཏོགས་ཕར་ཀྲི་ཟེར་གྱི་མ་རེད། དེ་བཞིན་དུ་འབོ་ཁེ་ཧེ་ནག་བོ་སི་ནི་དེ་འདྲ་སྔགས་ཀྱི་དོན་མཚོན་ཡག་གི་དེབ་ཅིག་སྟོན་གྱི་འདུག་བ་དེ་ཚོ་ཀ་ངྷ་ལ་གསལ་པོ་ཞེ་བོ་བྲིས་འདུག་འདུག་ད་གོ་བ་ར་ན་སི་དགེ་རྒན་སང་སི་ཀི་ཏི་པ་འདྲི་རྗེས་མང་པོ་ལ་ཁོང་ཚོས་བསླབ་གི་ཡོད་ས་རུ།